ཨོ་བཀྲ་ཤིས་བདེ་ལེགས། ཨ་ནེ་ད་ང་ཚོའི་སྒྲ་གླེང་སྟེང་གླེང་སྟངས་དང་སྒྲ་གི་མར་གོ་ཡོད་ལྷག་ན་གཙང་བཟོ་བྱེད་སྟངས་གི་རིམ་པ་དེ་གོང་དུ་སོང་ཚར་སོང་ར་དེ་འདྲ་ཡིན་དུས་ན་ད་དངོས་སུ་ང་ཚོ་གི་སྒྲ་མཚམས་རིང་མོ་བཟོ་སྟངས་གི་མཚམས་ནི་ངོ་སྤྲོད་དུ་བྱེད་ཀྱི་ཡིན། ཨ་ནེ་སྒྲ་མཚམས་རིང་མོ་བཟོ་བའི་སྐབས་སུ་ང་ཚོ་གི་ཚོ་ཚོ་ལ་སྟོབས་ཆག་གོ་ཡོད་མ་རེད་ག་བ་ཞིག་སེམས་དགོས་རེད་ལེ་ན་ང་ཚོའི་རྩ་བའི་སྒྲོག་འདི་ལ་ཞིག་སེམས་དགོས་ཀྱི་ཡོད་རེད། དེ་ནས་སྟོབས་མཚམས་དེ་ཡང་ཤེས་རེ་རེ་གི་མཚམས་ནས་སྟོབས་དགོས་ཀྱི་ཡོད་རེད་ཤེས་དེ་ཁོ་རང་གི་སྒྲ་གི་མཚམས། བདག་དང་དངུལ་འཛིན་བྱེད་མཁན་གྱི་ས་མཚམས་རེ་རེ་དེ་དག་ལ་དངུལ་འཛིན་བྱེད་ཀྱི་རེད། དེ་འདྲ་ཡིན་དུས་ན་ང་ཚོ་གོ་འདི་གི། ཤེས་ལྡན་ཀ་བ་གང་བ་ཡོད་པ་དེ་ང་ཚོ་གོ་བསྒྲགས་གཏོགས་པའི་སྐབས་སུ་ངེས་བར་དུ་ཤེས་དགོས་ཀྱི་ཡོད་རེད། དེ་འདྲ་གཅིག་གཅིག། དེ་ནས། ང་ཚོ་སྟོབས་གཉིས་དང་དཔེར་ན་འདི་མཚམས་གཉིས་བཏབ་པའི་སྐབས་སུ། ཨ་ནི། ཤོག་ངོས་དང་པོ་ཡིན་དུས་ན་དང་པོ་ཚོགས་ཤིག་བྱེད་དུས་དང་པོ A དང་པོ B དང་པོ C ཅེས་ནས་བཞག་དགོས་ཀྱི་ཡོད་རེད། གཉིས་པ་དེ་ནི་དེ་ག་ནང་བཞིན་གྱི་གཉིས་པ། ཨེ་ཡ་གཉིས་པ། བི་ཡ་གཉིས་པ་སི་ཅི་ནས་ད་ནས་ད་གསར་བཤད་ཀྱི་གོ་རིམ་ལྟར་དུ་མུ་མཐུད་ནས་འགྲོ་དགོས་ཀྱི་ཡོད་རེད། གསར་བཤད་ལ་ཁོ་རང་གཉིས་ཤིག་ཚར་དྲུག་མ་ཞིག་མེད་དུས་ན་དུས་ཀྱི་མང་དུ་བ་ཡིན་ན། ཨ་ནི། གཉིས་པ། ཞོགས་ངོ་གཉིས་པ་ཡིན་ན། གཉིས་པ། ཨེ་ཨེ་ཡ་གཉིས་པ་བི། ཨེ་བི་ཡ་གཉིས་པ། ཨེ་ཨེ་སི་ཅི་ནས་དེ་འདྲ་བྱས་ནས་ད་རོ་ཉོན་གསར་བཤད་ཚང་མ་དེ་གོ་རིམ་གཉིས་ད་ཁུར་ཁ་རིང་མོ་བྱས་ནས་ཇེའུ་ཇེའུ་གཉིས་ནས་འགྲོ་དགོས་ཡོད་རེད། ཨེ་ནི་གསར་བཤད་ཀྱི་གོ་རིམ་དེ་རྩ་བ་ཉིན་འཁྲུག་ཉན་གྱི་ཡོད་མ་རེད། དེ་ནས། འདི་ཞོགས་ངོ་གི་དབང་གྲོགས་དེ་ཡང་འཁྲུག་ཉན་གྱི་མ་རེད་མ་གཏོགས་ཡང་ཁུར་མགོ་སྦྲ་མཚམས་རེ་མི་དགོས་ལས་ཀ་ཏག་ཏག་ཅིག་ཐུག་ཡོད་མ་རེད། ཨོ་དེ་འདྲ་ཅིག་ཅིག་དེ་ནི་དངོས་སུ་བཟོ་བའི་སྐབས་སུ་ད་ང་ཚོ་འདི་འདི་མཚམས་ནས་འདི། ཟླ་ཚེས་ཀྱི་རྟགས་སུ་རྒྱག་དགོས་ཀྱི་ཡོད་རེད། འབའ་འབའ་ལུག། འབའ་འབའ་ལུག་གི། ཨོ་དེ་ཅིག་དེ་ནི་ང་ཚོ་གི་ཟླ་ཚེས་ཀྱི་འདྲ་ཅོག་ནི་ནི Control B ཅིག་ནས་ན་ཁོ་རང་གི་འདི་འཆར་དགོས་རེད་དེ་ནི་དང་པོ། H། དེ་ནི། ད་འདིའི་མཚམས་ནས་བྱེད་ཐུབ་དགོས་འདུག་དེ་ནི་ཟླ་ཚེས་ཀྱི་རྟགས་རྒྱབ་ཨ་ནི Control B ཅིག་དེ་ནི A ཨོ་མ་རེད་དང་པོ། B ཅིག།

དཔེ་བྱ་དགོས་རེད་གཞུང་གཉིས་པ་ཡིན་ན་འདི་འདྲ་བྱས་ནས་དེ་ནས་བི། གཉིས་པ། སི་བྱས་ནས་བཞག་དགོས་ཀྱི་ཡོད་རེད། དེ་འདྲ་བྱས་ནས་ད་གསུམ་པ། བར་དུ་ད་གསུམ་པ་དེ་འདྲ་བྱས་ནས་གསུམ་པ་ཨེ་བི་སི་དེ་ཉུང་མུ་མཐུད་ནས་འགྲོ་དགོས་ཀྱི་ཡོད་རེད། དུམ་ཚང་དེ་ཤེས་རེ་རེ་གཉིས་གཏུག་དགོས་ཀྱི་ཡོད་རེད། འོ་དེ་འདྲ་ཡིན་གོ། འོ་འདི་རེད་དེ་ནས་ད་ང་ཚོས་ཨེ། ཨེ་གི། དང་པོ་གྱི་སྟོང་པོ A B C D F གྱི་དེ་ནས་གཉིས་པ་ཡང A B C D གྱི་ཕྱོགས་ངོས་ཀྱི་དུས་ཀྱི་དེ་ནས་གསུམ་པ་ཡང A B C D གཉིས་ལྟ་འདིའི་མཚམས་གཉིས་འགྲོ་གི་དོགས་འདི་འོག་དུས་ཀྱི་དེ་ནས་བཞི་བ་ཡང A B C D འགྲོ་གི་དོགས་དེ་ནས་ལྔ་བ་བར་དུ་དེ་འདྲ་འགྲོ་དགོས་གི་འདུག་ཨ་དེ་འདྲ་ཅི་རེད། དེ་ནས་ད་ང་ཚོ་གི་འདི་གི་གོ་རིམ་ད་ཙམ་ནས་ཁོང་གི་གསར་བཤད་ཀྱི་གོ་རིམ་དང་ཨང་ཀི་ཀྱི་གོ་རིམ་དོགས་རྒྱུ་ཡ་རྩ་ནས་འཁྲུག་ཉན་གི་མི་འདུག་ཨ་ནི་ད་ང་ཚོ། སྒྲ་ཚང་རེ་མིག་གི་བཟོ་སྟངས་ཀྱི་ངོས་སུ་བཟོ་སྟངས་ཀྱི་གོ་རིམ་སྟེ་ངོ་སྤྲོད་དེ་ཙམ་གྱིས་འགྲིག་པ་ཅིག་ཡིན་ཐུགས་རྗེ་ཆེ།